དེ་གསུངས་པ་རེད། དེའི་རྒྱུ་མཚན་ག་རེ་ཡིན་ཟེར་ནས་ད་ངང་དུ་ངེད་ལ་འགྲོ་མིན་ངེད་ལ་གཞི་ལ་ཐོགས་དགོས་རེད་ཟེར་རྒྱུ་མཚན་དེ་རེད། ཁོ་གཉིས་རྒྱུད་ལ་སྐྱེས་པའི་རིམ་པ་དང་རྟེན་བཟང་པོ་དེ་ཐོབ་པའི་རིམ་པ་བྱས་ན་ངང་དུ་ངེད་ལ་ཐོགས་དགོས་ཀྱི་ཡོད་རེད། ངེད་ལས་གཞི་ལ་ཐོགས་དགོས་རེད་ད་ངང་དུ་ཟེར་ཡ་དེའི་ལྷག་ཏུ་ངའི་རྟེན་བཟང་པོ་འདི་རེད། ལྷ་སྡོམ་མིའི་རྟེན་བཟང་པོ་འདི་འབྲི་ཀྱི་ཐབས་ནི་འདིའི་དག་ནི། ཨ་ནི་ངེས་ལེགས་ཐར་པ་དང་དམ་ཞིང་བརྒྱན་པ་དུད་འགྲོ་དགུ་ཡོད་རེད། དེ་འདྲའི་ཡིན་དུས་ངའི་ལུང་མང་ཐོག་གི་རྣམ་གཞག་དུ་སོང་གི་ཡིན་ཟེར་ནས་དེ་འདྲས་སོང་བ་རེད། ད་དེ་རིང་ཤོ་ལོ་ཀ་བཞི་པ་དེ་གའི་དེ་ལ་ངོ་མཐོ་བདེ་བ་སྟེ། ངེས་པར་ལེགས་པ་ཐར་པ་འདོད་དེ་ཡིས་བགྲོད་པར་འདོད་དེ་ན། མདོར་ན་ལྟས་དང་ཤེས་རབ་བོ་ཟེར་ནས་དེས་སོང་བ་རེད། དེ་གར་སོང་གི་རེད་ཟེར་ནས་ད་འབྲས་བུ་དེ་བསྟན་གི་རེད་ངོ་མཐོ་དང་ངེས་ལེགས་ཀྱི་འབྲས་བུ་དེ་ག་འདྲ་ཞིག་རེད་ཟེར་ན་ངོ་མཐོ་ཟེར་ངོ་འབར་མཐོ་བ་ཟེར་དེ་ལྷ་དང་མི་ལུས་རྟེན་བཟང་པོ་འདི་ཐོབ་པས་ནི་བདེ་བ་དེ་ཚོ་དོན་དམ་ངོ་མཐོ། འདྲུད་པའི་འདྲུབ་བྱེད་ཀྱི་རྒྱུ། དེ་ནས་སྔོན་གྱི་ཆོས་སྤོང་གི་ཚུལ་ཕྲན་ལ་སོགས་པ་དེ་དག་གི་འབྲས་བུ་དེའི་ལྷ་དུ་མས་བཀའི་ལས་ཐོབ་པའི་གི་ང་རོ་ཚོལ་ལོ། བདེ་སྐྱིད་ཅིག་ཡོང་གི་ཡོད་ར་བ་ད་དེ་ཚོ་དེའི་མངོན་རྟོགས་ཀྱི་འབྲས་བུ་དེ་ཆགས་བསྡད་ཡོད་རེད། ངེས་པར་ལེགས་པ་ཐར་པ་འདོད་ཟེར་ཡ་ངེས་པར་ལེགས་པ་ཟེར་ཡ་དེ་ནི་དེ་ཙམ་གྱིས་མ་ཆོག་པར་ད་ལྟའི་འདི་ནས་ཉོན་མོངས་མ་ལུས་པ་སྤངས་པའི་ཐར་པ། ཐར་པའི་བདེ་བ་བཅས་ལ་ནི་ངེས་པར་སླེབ་པ་ཟིན་ཏེ་གསུང་གི་ཡོད་རེད་ད་དེ་རེད། དེ་ཡིན་དུས་ང་རོ་ཚོ་སྒོ་ཟོག་དགེ་བ་ལ་འབད་པ་དང་དེ་འདྲས་བྱེད་པ་ཡིན་ན། དེའི་འབྲས་བུ་དང་མངོན་པར་མཐོ་བ་དང་ངེས་པར་སླེབ་པ་གཉིས་ནང་ཚུད་སོང་བ་ཅི་རེད། མངོན་པར་མཐོ་བ་ཟེར་ན་ནི་རྟེན་བཟང་པོ་ལྷ་དུ་མའི་རྟེན་ལས་རང་སོ་སོ་གི་གནས་སྐབས་ཀྱི་བདེ་སྐྱིད་མྱོང་རྒྱུ་ཡོད་པ་དེ། དེ་ནི་མངོན་མཐོ་གི་རྒྱུ་འགྲུབ་པའི་འབྲས་བུ་དེ་རེད། ང་ནི་ཉེ་བར་ལས་དཔག་གི་རྒྱུ་བགྲོད་པའི་འབྲས་བུ་དུ་བསྟན་ཏེ་དེ་དེ་ནི་ཐར་པ་དེ་རེད་ཟེར་དུས་སོང་པ་རེད། ད་དེའི་བགྲོད་པ་མདོར་བསྡུ་ན་མདོར་ན་གཏད་དོ་ཤེས་རབ་པོ་ཟེར་གྱི་དེ་ད་དེ་འདྲའི་གི་སྔོན་དུ་ལྷ་གདོད་མའི་བདེ་བ་དང། དེ་ནང་བཞིན་ངེས་ལེགས་ཐར་པ་དུ་ཐམས་ཅད་མཁྱེན་པའི་ནི་བདེ་བ་དེ་བགྲོད་པར་བྱེད་པའི་གི་རྒྱུ་དེ་དེའི་བགྲོད་པ་མདོར་བསྡུ་ན་ཟེར་ནས་བགྲོད་པར། སྒྲུབ་བྱེད་ཀྱི་རྒྱུ་དེ་མདོར་བསྡུས་སོང་ན་ག་འདྲ་ཞིག་ཡོད་རེད་ཟེར་ན། མདོར་ན་གཏེར་དུ་ཤེས་རབ་བོ་ཟེར་ནས་ཚུལ་བསྟན་ནས་ད་གཙོ་བོ་འདྲ་སྟེ་དད་པ་དང་ཤེས་རབ་གཉིས་ལ་ཐུག་སོང་བ་ཞིག་རེད། དེ་འདྲ་ཡིན་དུས་ང་ཚོས་མངོན་མཐོ་ཡི་རྒྱུ་དེ་གཙོ་བོ་དེ་དད་པ་དགོས་ཀྱི་ཡོད་རེད།

གི་རྩ་བ་རེད། ང་ཚོ་སྤུ་རྒྱུད་ཀྱི་སྐྱེས་པར་བྱེད་པ་ལ་ཨ་མ་དང་འདྲ་བ་དེ་དད་པ་ཡིན་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་ནང་གསུངས་བཞག་མདོ་དཀོན་མཆོག་སྒྲོལ་མ་ནོར་ལོག་ལས་ཡ། དད་པ་སྔོན་འགྲོ་མ་དེ་སྐྱེས་པ་དེ་ཡོན་ཏན་ཐམས་ཅད་ཟུང་བཞིན་སྤེལ་བར་བྱེད། རྟོགས་པ་ཟེར་བཞིན་ཆུ་བོ་རྣམས་ལས་སྒྲིལ་བའི་དད་པ་བདེ་ལེགས་གྲོང་ཁྱེར། དད་པ་རྙོག་པ་མེད་ཅིང་སེམས་གཏོང་བྱེད། སྔ་འགྱུར་སྤངས་ཤིང་བསྐུལ་བའི་རྩ་བ་ཡིས། དད་པ་ནོར་དང་གཏེར་དང་རྐང་པའི་མཆོག། བསླབ་པ་བཞིན་དུ་དགེ་སྡིག་རྩ་བ་ཡིས། དེ་འདྲས་གསུངས་པ་རེད། དེ་འདྲས་ཡིན། དེ་ལས་ང་རོ་ཚོས་དད་པ་ཟེར་གྱི་དེ་དག་གིས་ཕྱི་ཞོར་གྱི་ཡོད་རེད། ལྷག་པར་དུ་ད་ལྟ་འདི་དད་པ་དེ་སླད་འབྲས་ལ་ཡིད་ཆེས་པའི་དད་པ་དེ་རེད། སྔོན་དུ་ལྷ་དང་མི་ཡི་ལུས་རྟེན་ཐོབ་པར་བྱེད་པ་ལས། ལས་རྒྱུ་འབྲས་བརྩི་སྲུང་བྱེད་དགོས་ཀྱི་ཡོད་རེད། ལས་དགེ་བ་བསགས་ན་འབྲས་བུ་བདེ་བ་འབྱུང་གི་ཡོད་པ། ལས་མི་དགེ་བ་བསགས་ངན་པ་བྱས་ན་འབྲས་བུ་སྡུག་བསྔལ་ཡོང་གི་ཡོད་པ། ང་བ་དེ་འདྲའི་གི་སྡུག་བསྔལ་མྱོང་སྟངས་དེ་ལས་རིམ་པ་གསུངས་ཡོད་རེད། ང་རོ་ཚོས་ལས་ལ་མཐོང་ཆེན་མྱོང་འགྱུར་གྱི་ལས་ཟེར་གྱི་ཞིག་ཡོད་རེད། སྐྱེས་ནས་མྱོང་འགྱུར་གྱི་ལས་ཟེར་གྱི་ཞིག་ཡོད་རེད། ལན་གྲངས་བཞེས་ན་མྱོང་འགྱུར་གྱི་ལས་ཟེར་གྱི་ཞིག་ཡོད་རེད། དེ་ཚོ་བསམ་པོ་དེའི་ཐང་ལ་འཛུལ་དགོས་གི་རེད་ལས་ག་འདྲ་ཞིག་བསགས་ན་ཡང། དགེ་མི་དགེ་གི་ལས་ཅི་འདྲའི་ལྕི་བསགས་ན་དེ་བསགས་ནོ་ལ་མཛེས་པའི་ལས་ཀྱང་བསགས་དགོས་ཀྱི་ཡོད་རེད། དེ་འདྲས་ཡིན་དུས་མཐོང་ཆོས་མྱོང་འགྱོད་ཀྱི་ལས་ཟེར་གྱི་དེ་ལས་འདི་དགེ་སྡིག་གི་ལས་ག་འདྲ་ཡིན་ན་ལ་ལ་ཚེ་འདི་ལ་ཚེ་གཏད་ལ་སྡུག་རིགས་ཉིན་ཚད་མི་དགེ་སྣ་དགུ་ལས་འདས་ངེས་ཅིག་ལ་ཨ་ནི་ཚེ་སྨད་ལ་སྡུག་པོ་སྨད་བསྡད་ས་ཅིག་ཡོད་རེད་འདྲིས་པར་རྣམ་པར་སྨད་ནས་སྡིག་རིགས་ཉི་ཚེ་འོང་ས་ཅི་ཡོད་རེ་བ་ལྟ་སྟེ། མ་མི་ཚོགས་ཀྱི་ཤེས་ནའི་དུར་ཁ་མེད་དུ་དེ་ནས་ཅི་འོང་བབས་ཟེར་ས་འདྲ་གྱིས། ཆགས་འགྲོ་ཡ་གྱིས་ཡོང་བསྡད་ཀྱི་འདུག་ཨ། དེ་གར་ཆས་ནས་རེ་ཟིན། དེའི་ལས་དེ་འབྲས་བུ་དེ་ཚེ་འདི་ཉིད་ལ་སྨིན་སོང་བ་རེད། ལས་ཀྱི་འབྲས་བུ་ཚེ་འདི་ཉིད་ལ་སྨིན་སོང་བ་ཡིན་ན། དེ་ནི་མཐོང་བྱེད་མྱོང་འགྱུར་གྱི་ལས་ཟིན་གྱིས་སོང་གི་ཡོད་རེད། ལ་ལ་ལ། ཚིག་འདི་ཉིད་ལ་སྨྲས་གི་མ་རེད་དེ། སྐྱེ་བ་རྗེས་མ་ཏག་ཏག་ལ་སྨྲས་མཁན་གྱི་རིགས་ཤིག་ཡོད། ཚིག་འདི་ལ་ངན་པ་སྣ་དགུ་བྱས་ན་ཚིག་འདི་ལ་སྡུག་པ་མི་འོང་ནི། འབྲས་བུ་དེ་སྐྱེ་བ་རྗེས་མ་ཏག་ཏག་ལ། འོ་དེ་གི་ངན་པའི་འབྲས་བུ། ད་སྡུག་བསྔལ་དཔག་མེད་མྱོང་དགོས་ཡག་གི་རིགས་ཅིག་དེ་ནང་ཡོང་བསྡད་གི་ཡོད་རེད། དེ་ལ་སྐྱིད་ནི་མྱོང་འགྱོད་ཀྱི་ལས་སུ་རེད། ལ་ལ་ལས་ལས་འགྲོ་གཞན་ལ་མྱོང་འགྱུར་གྱི་ལས་ཟིན། སྐྱེ་བ་ཇི་མ་ཏག་ཏག་ཡང་མ་ཡིན་གྱི་དེ་ཕན་ཆེ། སྐྱེ་བ་གཉིས་ཕན་བྱེད་ལ་འབྲེལ་བ་རྣམ་པར་སྨིན་པ་མྱོང་དགོས་མཁན་ཡོད་རེད། ང་ཚོའི་ལས་ངན་པ་བསགས་ཚར་ནས་ཚེ་འདི་ལ་སྡིག་པོ་མང་ཡིན་ན་ཐར་སོང་བསམ་ནས་དེ་ནས་ལ་ལ་གི་དེ་ནས་ལས་འབྲས་ལ་ཡིད་ཆེས་མེད་ནས་དེ་ནས་སྡུག་རུས་ཉི་ཚེ་བྱས་བསྡད་མཁན་ཞིག་ཡོད་རེད་དེ་ཐར་ས་ཡོད་མ་རེད་ཟེར། སངས་རྒྱས་བཅོམ་ལྡན་འདས་ཀྱི་ལས་བརྒྱ་པ་ནང་ལ་ལས་སྣ་དཀར་པོ་བརྒྱ་ཡོད།

ཕྲད་པ་དེའི་དུས་ཚོགས་ཤིག་དུས་ལ་བབ་པ་ན་གཟོད་འདུག་རྒྱུ་སྤྱིའི་ཚོགས་པ་དང་འབྲས་བུ་སྨིན་པའི་དུས་ལ་བབ་འོང་དུས་སྨིན་ཡུལ་ངེས་པར་དུ་སྡུག་པོ་མྱོང་དགོས་ཡ་ཞིག་ཆགས་ཀྱི་རེད། ང་རོ་ཚོས་མིག་གིས་བལྟ་ན་ད་ལྟ་ཚིག་འདི་ལས་མི་ལ་ལ། ཡིད་ལུས་ཚོར་འདི་ག་ཚོད་བྱས་བསྡད་ངེས་ཅི་ཡིན་ན་ཡང་གོ་ལ་ཕྲ་མ་ཞིག་པ། བཀྲ་མ་ཤིས་པ་ཡོང་བསྡད་ཡ་དེ་ཚོ་དེ་ག་རེ་འོང་གི་རེད་ཟེར་ན་ཨ་ནི་ལེགས་སྟོབས་ཀྱི་རེད་ལེགས་མང་ས་ནས་འབྲས་བུ་འོང་གི་ཡོད་མ་རེད་འབྲས་བུ་རྣལ་མའི་བདེ་སྡུག་ཟེར་གྱི་དེ་ལས་བཟང་ངན་ལ་ངེས་པར་དུ་རག་ལས་པ་ཡིན་དེ་ལ་ཁོ་ཚེ་འདི་ལ་སྡུག་པོ་ཅི་ཡོད་བྱས་མ་མྱོང་ཨང་ཟེར་ན་ཁྱོད་རང་ཚེ་འདི་ལ་བྱས་མ་མྱོང་ན་ཚེ་རབས་སྔ་མ་རྣམས་སུ་ལས་ངན་པ་བྱས་པའི་འབྲས་བུ་དེ་ཚེ་འདི་ལ་སྨིན་འོང་བ་ཅི་རེད་ཟེར་ནས་འདྲི་བཤད་རྒྱབ་ཀྱི་དུས་ཆགས་བསྡད་ཡོད་རེད་བསམ་གཏོང་ས་དེ་རེད་བསྡད་ཡོད་རེད། དེ་འདྲ་ཡིན་ཏེ། ང་ཚོས་ད་ལྟ་འདི་རྣམས་བཤད་རྒྱུ་ཨ་ཁུ་དད་པ་ཟེར་བ་དེ་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་དེ་ཡོད་དགོས་རེད། ལས་འབྲས་ལ་ཡིད་ཆེས་ཀྱི་དད་པ་དེ་མེད་པ་ཡིན་ན། ནི་ལས་རྒྱུ་འབྲས་དེ་ནི་བརྩི་སྲུང་བྱེད་ཀྱི་མ་རེད་དེ་ནི་བདུད་རིགས་ཉི་ཚེ་སོ་སོ་ལ་ཁེ་བཟང་གྱི་ཚེ་འདི་ཉིད་ལ་དངོས་འབྱོར་གྱི་ཁེ་བཟང་ཆོས་ཆོས་ཅིག་ལ་བརྟེན་ནས། མ་འོངས་པ་ལ་ཕུགས་ཀྱི་སྡུག་བསྔལ་བསམ་བློ་གཏོང་མི་ཤེས་ནས། དེ་ནས་མགོ་སྟེ་ལག་ནས་ལས་ཀ་བྱིན་གྱིས་ལོག་གི་གཞི་མང་པོ་ཅིག་ལ་གཞིགས་ནས་མི་དགེ་བ་སྣ་དགུ་ལ་སོགས་པ་བྱེད་འོང་དགོས་རེད། དེ་འདྲའི་བྱེད་པ་ཡིན་ན་དེ་སྔོན་དུ་ལྷ་དུ་མའི་ལུས་རྟའི་ཐོག་གི་ཕབ་བཞག་ནས་མི་ནི་མ་ལ་སྐྱེ་འགྲོ་ཡག་གི་སྙིང་ཁ་གཏད་ཡོད་པ་ཡིན་དེ་ལས་ད་ལྟ་འདི་ནོར་ལུས་དེའི་རྒྱུ་དེ་ལ་དད་པ་དང་ཤེས་རབ་གཉིས་བཞི་པའི་སྔོན་དུ་ལྷ་དུ་མའི་རྟེན་བཟང་པོ་ཅིག་ཐོབ་པར་བྱེད་པ་ལ་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་དེ་ཡོད་དགོས་ཀྱི་འདུག་ཟེར་ཡ་དེ་རེད། དེ་འབྲེལ་གྱི་དད་པ་ཅིག་ཡོད་ཚད་དེ་ལ་དེ་ནས་ལས་འབྲས་བརྩི་སྲུང་བྱེད་ཀྱི་རེད། ལས་ངན་པ་བྱས་ན་འབྲས་བུ་འདི་འདྲ་ཡོང་གི་རེད་བསམ་ནས། ངན་པའི་ལས་ལ་མ་གཞིགས་པ་དང། ལས་བཟང་པོ་བསགས་ན་འབྲས་བུ་བདེ་བ་མྱོང་གི་རེད་བསམ་ནས། དགེ་བའི་ལས་ལ་འཇུག་སོང་བ། ངང་ངང་ཤིག་ཤིག་གིས་ཡོང་ཐུབ་ཡ་དེ། གཙོ་བོ་ལས་འབྲས་ལ་ཡིད་ཆེས་ཀྱི་དད་པ་དེ་དགོས་འདུག་དེ་འབྲེལ་གྱི་ངང་ངང་ཤིག་ཤིག་གིས་བདུད་དཔུང་གིས་དགྲ་གི་ལས་ལ་འཇུག་སོང་ན། རྟེན་བཟང་པོ་ལ་དུ་མའི་ལུས་རྟེན་ཐོབ་པ་སྨིན་མི་དགོས་ཐེ་ཚོམ་མེད་པ་ཅིག་ཆགས་བསྡད་ཀྱི་ཡོད་རེད། དགེ་བའི་འབྲས་བུ་རྣམ་སྨིན་བདེ་བ་ཡིན་པ་དེ་དགེ་བའི་ཁོ་རང་ངོ་བོ་དེ་ཆགས་བསྡད་ཡོད་དེ་ལས་ང་ནི་རྟེན་བཟང་པོ། ཨོ་དེ་འདྲའི་ཆེ་དམན་བརྒྱད་དུ་དེའི་རྟེན་དེ་ལ་ཡང་ཕུན་སུམ་ཚོགས་པའི་བདེ་སྐྱིད་དོ་ལྡན་པ་ཅིག་ཡོང་ཐུག་རེ་ཟེར་ནས་དེ་འདྲས་སོང་པ་རེད།

སྤོང་རེས་ང་རྒྱལ་མེད་པ་བྱ། གཞན་ལ་གུས་ཞབས་བྱེད་མཁན། ཨོ་དེ་འདྲའི་གི་གཞི་ས་དེ་དད་པ་དེ་ཡོད་ནི་ཡོང་གི་ཡོད་རེད། དད་པ་དེ་ཡོད་པ་ཡིན་ན་ད་ནོར་དང་གཏེར་དང། ང་ཚོའི་ཆོས་ཀྱི་ནོར་འདྲ་པོ་དེ་གཞི་ས་ཁོ་ར་དེ་རེད་ལ་ང་ཚོ་གཏེར་ཁ་འདྲ་པོ་དེ་ཡང་དེ་རེད་དེ་དག་ནི་ཚང་མ་རག་གི་རེད།

གནའ་སྔ་མོ་སངས་རྒྱས་བཅོམ་ལྡན་འདས་ཞལ་བཞེས་པའི་སྐབས་སུ་ནི། ལེགས་སྦྱིན་མཛད་ཨ་ཀི་མི་ཞིག་ཡོད་རེད་དེ་ལ་སངས་རྒྱས་བཅོམ་ལྡན་འདས་ཀྱིས་དྲི་བ་དྲིས་ནས། གཅིག་ཏུ་སྐྱེས་པ་གང་ཡིན་ཟེར་ནས་དྲི་བ་དྲིས་པ་རེད། མཐའ་གཅིག་ཏུ་ང་ཚོ་སྐྱེས་དགོས་ཀྱི་རྩ་ཆེན་པོ་བརྩི་དགོས་ཀྱི་རིན་ཐང་ཆེན་པོ་དེ་ག་འདི་རེད་ཟེར་ནས་ལན་རྒྱས་ལས་སངས་རྒྱས་ཀྱི་དྲི་བ་དྲིས་ཏེ། ལན་རྒྱས་ཀྱིས་སངས་རྒྱས་ལས་ལན་རྒྱས་ནས་ཐར་པ་དེ་རེད་ཟེར་ནས་དེ་སོང་ཡ་བཞེས་པ་རེད།

དེའི་ནང་ཡང་དེ་ལས་གཉིས་ཀྱི་ཡར་ལན་བཞི་རྒྱུ་བ་དེ་དེ་ལ་དགོས་རྒྱུ་བ་དེ་དད་པ་རེད་ཟེར་ནས་ལན་དེ་བརྒྱབ་པ་རེད། ལན་དེ་བརྒྱབ་དུས་སངས་རྒྱས་བཅོམ་ལྡན་འདས་ཐུགས་ཤིན་ཏུ་མཉེས་སོང་བ་རེད། དངོས་གནས་དྲང་གནས་ཀྱི་ཨ་ནེ་ལ་ཁེལ་བའི་ལན་ཞིག་བརྒྱབ་སོང། ད་ལྟའི་བར་དུ་ལན་ཏག་ཏག་ཅིག་ཕོག་སོང་བ་རེད་ཟེར་ནས་སངས་རྒྱས་བཅོམ་ལྡན་འདས་ཐུགས་མཉེས་པའི་སྟབས་ཀྱིས་ལན་གྱི་ཏག་རང་དེ། རྒྱུད་ལ་ཡང་བསྙེན་རྫོགས་ཀྱི་གདམས་པ་སྐྱེས་སོང་བ་ཅི་རེད། དགེ་སློང་ཆགས་སོང་བ་ཅི་རེད་ཟེར་ནས་ལོ་རྒྱུས་དེ་འདྲའི་བཤད་ཀྱི་ཡོད་པ་ཅི་རེད། ངས་ནི་སྔོན་ཆོག་གི་སྒོ་ནས་བསྙེན་པར་རྫོགས་པ་དེའི་ཚུལ། དགེ་སློང་ལན་གཅིག་ཟེར་བ་དེ་ཚོ་དྲི་བ་གཉིས་པའི་སྒོ་ནས་ལན། ང་ནི་བསྙེན་པར་རྫོགས་སོང་བ་ཅི་རེད། དྲི་བ་དེ་ལ་ལན་ཏག་ཏག་ཅིག་ཕོག། ང་ཚོས་རིན་ཐང་ཆེ་ཞིང་རྩ་བ་ཆེ་ཤོས་དེ་ག་འདི་རེད་ཟེར་ནས་ཐར་པ་རོལ་བ་དང་ང་ཚོ་ལ་ཐར་པ་ཅིག་ཐོབ་ཐུབ་ན་དངོས་གནས་དྲང་གནས་ཀྱི་དེ་ནས་བཟུང་སྟེ་བདེ་སྐྱིད་ཕུག་མ་དེ་རག་སོང་རེད་གཏན་དུ་བདེ་སྐྱིད་དེ་རག་སོང་རེད། དེ་འདྲས་ཡིན་དུས་ལ་དེ་དངོས་གནས་རེད་བསམ་ནས་སངས་རྒྱས་ཀྱི་རྩ་བ་ཆེ་ཆེར་བརྩི་དགོས་ཀྱི་ཐར་པ་ཡིན་པ་རེད། འོ་ན་ད་ཐར་པ་ཐོབ་པ་ལ་ག་རེ་དགོས་རེད་ཟེར་དུས་ཐར་པ་ཐོབ་པ་ལ་ཐར་པ་ལ་ནི་མངོན་པར་འདོད་པའི་མངོན་འདོད་ཀྱི་དད་པ་དེ་ཚོ་དགོས་གི་རེད་ཟེར་དུས་བཞི་བ་རེད། ང་ཚོའི་དད་པ་ལ་དང་བའི་དད་པ་ཡེ་ཤེས་ཀྱི་དད་པ་མངོན་འདོད་ཀྱི་དད་པ་ཟེར་ནས་དད་པ་དེ་འདྲའི་འདུལ་བ་མངོན་འདོད་ཀྱི་དད་པ་ཟེར་གྱི་འདུག་གང་ལ་དད་པ་བཞག་ས་གི་གཞི་དེ་ཉིད་རང་ཉིད་ཐོབ་འདོད་པའི་སྒོ་ནས་དད་པ་སྐྱེས་སོང་བ་ཞིག་ལ་མངོན་འདོད་ཀྱི་དད་པ་ཟེར་གི་ཡོད་རེད། རྗེས་མ་ནས་དད་པ་ཟེར་ན་ག་འདྲའི་ཡོད་རེད་ཟེར་ན་གསུམ་ཡོད་རེད། གསུམ་དེ་ག་འདྲའི་རེད་ཟེར་ན་དང་བའི་དད་པ་ཟེར་ཡ་གཅིག་དང་མངོན་འདོད་ཀྱི་དད་པ་ཟེར་ཡ་གཅིག་དང་ཡེ་ཤེས་ཀྱི། དད་པ་ཟེར་ནས་སོང་ཡོད་རེད། དང་བའི་དད་པ་ཟེར་ནས་ག་འདྲས་རེད་ཟེར་ན། གང་ལ་རྒྱུ་མཚན་དད་པ་སྐྱེ་དགོས་ས་གི་གཞི་དེ་ལ་དད་པ་སྐྱེ་དགོས་པའི་རྒྱུ་མཚན་མཐོང་བའི་སྒོ་ནས་དད་པ་སྐྱེ་ཐུབ་པ་ཅིག་ཡོད་རེད་དེ་ལ་དང་བའི་དད་པ་ཟེར། ང་ཚོ་ནི་ཕྱིའི་འདས་མི་ནང་བ་སྐྱབས་སུ་མཆི་དཀོན་མཆོག་སོང་ཟིན་གི་འདྲ་ཞིག་ལམ་སང་ཉེ་གནས་ཅིག་བྱེད་གི་ཡོད་རེད་བ་དེ་ཚོ་ལ་ནི་དད་དགོས་པའི་རྒྱུ་མཚན་དེ་ཤི་རང་མ་མཐོང་ན་ཡང་གཅིག་གིས་གཅིག་བཤད་པ་ཙམ་གྱི་ཡིན་ནོ་ཞེས་ནས་སྐྱེ་དགོས་པ་ཅིག་ཡོད་རེད་དེ་ལ།

ཐར་འདོད་པའི་སྒོ་ནི་བསྟན་པ་སྐྱེས་སོང་བ་བྱིས་བློ་མངོན་འདོད་ཀྱི་དད་པ་དཔེར་ན་ང་རོ་ཚོ་སངས་རྒྱས་སངས་རྒྱས་ཀྱི་གོང་བུར་འདོད་ཅིག་དེ་ཅི་ནུས་ཀྱིས་ཐོབ་པར་ཤོག་བསམ་པའི་སྒོ་ནི་ནི་དེ་ཚོའི་ལས་དང། དད་པ་སྐྱེས་སོང་བ་དེ་བློ་མངོན་འདོད་ཀྱི་དད་པ་ཟེར་ནས་དེ་མངོན་པར་འདོད་པ་ཟེར་ནས་རང་ལས་ཐོས་པ་དེ་འདོད་པའི་སྒོ་ནི་དང་སྐྱེ་གི་ཡོད་རེད། བྱས་ཙང་དེ་འདྲས་ཡིན་ཟུར་ཙང་ནི། དད་པ་ཟེར་གྱི་དེ་དེ་ནི་ཚང་མ་གི་གཞི་རྩ་དེ་རེད་ལ། ད་ལྟ་འདིའི་ནང་ལ། སྔོན་དུས་དུ་ངེས་ལེགས་ཀྱི་འབྲས་བུ་དེ་སྔོན་དུས་ལྷ་དུ་མའི་རྟེན་བཟང་པོ་འདི་ལས་མྱོང་བའི་བདེ་བ་དང། ངེས་ལེགས་ཐར་པ་དང་ཐམས་ཅད་མཁྱེན་པ་ཐོབ་པའི་རྟེན་འདི་བདེ་བའི་གེགས་བདེ་སྐྱིད་དེ་ཚོ་དེ་རེད། དེ་ཐོབ་པར་བྱེད་པ་ལ་ག་རུ་དགོས་འདུག་རྒྱུ་ག་རུ་དགོས་འདུག་ཟེར་ནས་རྒྱུ་ཡི་རིགས་དང་གཙོ་བོ་མ་བསྡུས་སོང་ནི། དད་པ་དང། ཤེས་རབ་གཉིས་དུ་དགོས་འདུག། དད་པ་དེ་གཙོ་བོ་དེ། སྔོན་དུས་ལྷ་དུ་མའི་ལུས་རྟེན་ཐོབ་བྱེད་ཀྱི་རྒྱུ་རེད། དེའི་ནང་ནས་གཙོ་བོ་ལས་འབྲས་ལ་ཡིད་ཆེས་པའི་དད་པ་དེ་རེད་ཟེར། དེའི་དབང་གིས་ལས་འབྲས་བརྩི་སྲུང་བྱས། སྒེར་དཔུང་སྒེར་སྒྲོལ་བྱས། དེ་ལ་བརྟེན་ནས་མ་འོངས་པ་ལ་རང་སོ་སོའི་རྟེན་བཟང་པོ། ལྷ་དང་མིའི་རྟེན་དེ་འདྲས་བྱེད་ཐབས་ནི། ཨ་ནི་དེ་ཚོ་གི་དབང་གིས་བདེ་སྐྱིད་དང་མྱོང་རྒྱ་རག་རེད་ཟེར་ནས་ད་སོང་རྒྱུ་དེ་རེད། དེ་ནས་ཤེས་རབ་དེ་ག་འདྲས་རེད་ཟེར་ནས་ཤེས་རབ་དང་ངེས་ལེགས་ཀྱི་རྒྱུད་དུ་རེད། ཤེས་རབ་དང་ངེས་ལེགས་ཐར་པ་དང་ཐང་ཆེན་འཇོམས་པ་ཐར་པར་བྱེད་པ་ལ་ཤེས་རབ་དགོས་ཀྱི་ཡོད་རེད་རྣམ་དཔྱོད་དགོས་ཀྱི་ཡོད་རེད་དེའི་ནང་ནས་ཀྱང། བདག་མེད་པ་རྟོགས་པའི་ཤེས་རབ་དེ་དགོས་ཀྱི་ཡོད་རེད་བདག་མེད་པ་རྟོགས་པའི་ཤེས་རབ་དེ་མེད་ན། ང་ཚོ་ངེས་ལེགས་ཟེར་ཡ་དེ་བསྟན་འདི་ནི་བདེ་བའི་སྡེ་བརྒྱད་འཁོར་བ་ལས་ཐར་བའི་ཐར་པ། དེ་འདྲའི་ཆུ་བགོ་དགོས་ཡོད་རེད་ད་དེ་ཐར་པ་བྱེད་པ་ལ་གང་ལྟར་སྟོང་ཉིད་མི་ཤེས་པ་དེ་དག་ཐར་པའི་རྟེན་མ་ཡིན་འགྲོ་དྲུག་སྲིད་པའི་ཆོས་ར་ནི་རྨོངས་པ་དེ་དག་འཁོར་བར་འགྱུར་ཟེར་ནས་མགོན་པོ་ཀླུ་སྒྲུབ་ཀྱི་བྱང་ཆུབ་སེམས་འགྲེལ་ནས་གསུང་བ་ནང་བཞིན་རེད། སྟོང་པ་ཉིད་ཀྱི་དོན་ཤེས་དགོས་རེད་བདག་མེད་པའི་དོན་ཤེས་དགོས་རེད་དེ་མ་ཤེས་ན་འགྲོ་བ་རིགས་དྲུག་གི་སྲིད་པའི་ཆོས་ར་ནི་འཁོར་གྱི་རེད། འགྲོ་བ་རི་ཁྲོད་ཀྱི་སྲིད་པའི་ཚོད་ར་ནི་ཐར་ཐོར་བོ་མ་རེད་དེ་འདྲའི་ཡིག་གཟུགས་ཅན་ནི་དེ་དག་ལྟར་བའི་རྟེན་མ་ཡིན། འགྲོ་གྲི་སྲིད་པའི་ཚོང་རའི་ནང་ལ་མོ་འབའ་དེ་དག་འཁོར་ཟེར་ཏེ། འགྲོ་བ་རི་ཁྲོད་ཀྱི་བཙན་ཁང་དེའི་ནང་ལ་གནས་ལུགས་ལ་རྨོངས་པའི་མོ་འབའ་དེ་ཚོ་དེ་དུས་འཁོར་གྱི་རེད་མ་གཏོགས་ཨ་ནི་ཚོན་ར་དེ་ལས་ཐར་ཐོར་བོ་མ་རེད་ཟེར་ནས་གསུང་རྒྱུ་བ་དེ་རེད་ལ་རྒྱལ་རྩེ་ཆེན་པོའི་བཞི་བ་ལ་སྐྱོན་བརྗོད་བྱིན་པ་དེ་ཚོའི་ནང་ལོ་ཡང་གང་ཚེ་ཚོར་བ་འགའ་མི་ཆོས་ཚོར་བ་ཡོད་པ་མ་ཡིན་པ་དེ་ཚོས་གནས་སྐབས་འདི་མཐོང་ནས་སྲིད་པ་ཅིའི་ཕྱིར་ལྡང་མི་འགྱུར་ཟེར་ནས་དེ་འདྲས་སོང་ཡོད་རེད། ཚོར་བ་དུ་ཚོར་བ་པོ་རང་བཞིན་མེད་པ་ནི་རྟོགས་པའི་ཤེས་རབ་དེ་ཡོད་ན་སྲིད་པ་འཁོར་བ་འདི་ལ་ཅིའི་ཕྱིར་མི་ལྡོག་དེ་ལྡོག་གི་རེད། བདག་དེའི་རྒྱུ་མཚན་ག་རེ་ན་ཟེར་ན་ང་ཚོ་འཁོར་ཨ་ནོར་འཁོར་ཆུ་འགག་གི་འཆིང་བྱེད་གཙོ་བོ་དེ་རྨོངས་པ་མ་རིག་པ་སྡང་རྫིག་ཟེར་གྱི་དེ་རེད། དེ་འདྲའི་གི་ཚོར་བ་དེ་ཚོར་བ་པོ་རང་གཞན་མེད་པ་རྟོགས་ནས་དེ་གི་ཁ་གཏད་གི་ཡོད་ན་མེད་ན་གི་གཉེན་པོ་དེ་རག་སོང་རེད་ཁ་གཏད་གི་གཉེན་པོ་ཡོད་ན་མེད་ན་དེ་རག་སོང་ན་ཨ་ནི་ཁོ་ཕྱིན་ཅི་ལོག་གི་བློ་ཡིས་སུ་ཙམ་ནས་བློ་རྩ་བརྟན་པོ་མེད་རེད་ཟེར་ཐུབ་རེད་ཟེར་ནས་བལྟས་སོང། དེའི་ཟས་སོང་ནི། འཁོར་བ་སྐྱེ་བོའི་གི་རྒྱུ་ཟས་སོང་རེད། རྒྱུ་ཟས་ནི་འབྲས་བུ་མེད་ཀྱི་རེད་འགྲོ་བ་དེ་རྒྱུ་འབྲས་གི་ཚུལ་བཟང་པོ་གཏོང་དགོས་རེད། རྒྱུ་འགག་ནི་འབྲས་བུ་འགག་འགྲོ་གི་ཡོད་རེད། རྒྱུ་མེད་ནི་འབྲས་བུ་སྐྱེ་གི་ཡོད་མ་རེད། འཁོར་བ་སྐྱེ་བོའི་གི་རྒྱུ་གཙོ་བོ་བདག་འཛིན་རེད། དེའི་དབང་གིས་ལས་བསགས་རེད། ལས་བསགས་པ་ལ་བརྟེན་ནས་དེ་ནི་སེམས་ལས་སད་པ་དེ་ཚོ་གི། མཚམས་སྦྱོར་བྱེད་གི་ཡོད་རེད། དེ་ཚོ་གི་དེ་ནི་སོས་བཏབ་པ་ལ་བརྟེན་ནས་འཁོར་བ་སྐྱེ་དགོས་གི་རེད། དེ་ཚོ་ཚང་མ་གི་གཞི་རྩ་ཕུག་དེ། སྡང་གཟི་ཆགས་བདེ་ཡོད་པ་ཡིན་དེ་ལས་སྡང་གཟི་གི་ཁ་གཏད་ལ་བདག་མེད་རྟོགས་པའི་ཤེས་རབ་ཀྱིས་སྒོང་དགོས་དགོས་རེད་ལ་ཤེས་རབ་དེའི་ཐོག་ལ་བསམ་བློ་གཏོང་དགོས་དགོས་རེད། ང་རོ་ཚོ་བདག་མེད་རྟོགས་ཐུབ་ན་ཐང་ཤེས་མི་དགོས་པ་ཕུན་སུམ་ཚོགས་པ་རེད་དེ། རྟོགས་མ་ཐུབ་ན་དེའི་ཐོག་ལ་བདག་མེད་གཟི་བརྗིད་ཀྱི་རྣམ་གཞག་དེ་ལས་མི་གཅིག་སོ་སོའི་སེམས་ལ་ག་འདྲི་ཅིག་ཡོད་ན་བསམ་ནས་དེའི་ཐོག་ལ་ཡང་གཅིག་བསམ་བློ་རེ་འཁོར་བ་དང།

དེ་ནས་ཤོ་ལོ་ཀ་ལྔ་པ་དེ་གའི་དེ་རྗེས་ཉེ་ཕྱིར་ཆོས་ལ་བརྟེན། ཤེས་རབ་ལྡན་ཕྱིར་ཡང་དག་རིག། འདི་ཉིད་གཙོ་བོ་ཤེས་རབ་སྟེ། འདི་ཡི་སྔོན་འགྲོ་དད་པ་ཡིན། འདིའི་སྔོན་འགྲོ་བ་དད་པ་ཡིན། འདི་ཡི་སྔོན་འགྲོ་དད་པ་ཡིན་ཟེར་ནས་ད་དཔེ་ཆ་འགྱུར་མི་འདྲ་གཉིས་འདུག་ད་ནི་ཚིག་སྔ་ཕྱི་གི་ཁྱད་པར་ཙམ་རེད་མ་གཏོགས་དོན་དག་ལ་ཁྱད་པར་སྐྱེ་ཡོང་མ་རེད་དེ་རེད།

དེ་བཞིན་ཉིད་ཀྱི་ཆོས་ལ་བརྟེན། ཤེས་རབ་ལྡན་ཕྱིར་ཡང་དག་རིག། ཟེར་བ་དེ་རྣ་བཅོས་ཀྱི་ཤེས་རབ་ཡིན། མིང་ཚོར་གྱི་ཤེས་རབ་དེ་རྨོངས་པ་སྲ་བར་བྱེད་པའི་བློ་གྲོས་ཀྱི་མཐུ་ཡོད་ས་ཡིན་པའི་ཕྱིར་ན། དེ་ལྟ་བུ་དེ་ཡང་དག་པའི་ཆོས་རྣམས་ཀྱི་གནས་ལུགས་དུ་རིག་པར་བྱེད་ཀྱི་རེད། དེ་འདྲའི་ཆོས་ལ་བརྟེན་པའི་རྒྱུ་དད་པ་དེ་དང་གནས་ལུགས་རིག་པའི་རྒྱུ་རྣམ་གཅོད་ཀྱི་ཤེས་རབ་དེ་གཉིས་དེ་གཉིས་དེ་གཉིས་ནང་ནས་གང་དེ་གཙོ་བོ་རེད་ཟེར་དེ་གཉིས་ནང་ནས་ཤེས་རབ་དེ་གཙོ་བོ་རེད་ཟེར་དེ་སོང་རེད་འདི་གཉིས་གཙོ་བོ་ཤེས་རབ་དེ་འདི་སྔོན་འགྲོ་བ་དད་པ་ཡིན་ཟེར་དེ་སོང་རེད། ད་འདི་གཉིས་ནང་ནས་གཙོ་བོ་དེ་ང་ཚོའི་ཕུགས་ཀྱི་ཐོག་མེད་ནི། དེ་ནི་འཁོར་བ་ལ་འཁོར་བཅུ་གཉིས་ཀྱི་གདངས་རྒྱུད་དེ་ལ་དད་པ་གཙང་དགོས་ཁ་སྐད་བྱེད་ཐུབ་བོ་མ་རེད། བྱང་ཟོར་རྨོངས་དང་མགར་མི་ཆེ་ཆུང་འདི་གཉིས་པ་ཚར་གཅོད་མེད་ཟེར་ནས་རྣམ་འགྲེལ་ནང་ལ་ལོས་པང་ཆོས་ཀྱི་གྲྭ་པས་དེ་འདྲས་གསུངས་པ་རེད། བྱམས་པ་དེ་སྙིང་རྗེ་ལ་སོགས་པ་ག་ཚད་མོ་གིས་ག།

ཏིང་སིན་བྱུང་བ་དུ་མས་ནི་བདག་འཛིན་དུ་སྤངས་ཐུབ་མ་རེད་ཟེར་ནས་པ་ཆོས་ཀྱི་གྲྭ་པའི་ཚད་མ་རྣམས་འདྲེན་ནས་དེ་འདྲི་སོང་ཡོད་རེད་འདིར་སེམས་ཕྱོགས་མེད་པར་ནི་དེ་སྤོང་བ་ནི་ནུས་མ་ཡིན་ཟེར་ནས་དེ་འདྲི་སོང་བ་རེད། ཨོ་དེ་ནང་བཞིན་དགེ་སློབ་པའི་དཔའ་བོ་ཁོང་ཚོས་ཀྱི་ཡུལ་ལ་བདག་མེད་མཐོང་ན་ནི་སྲིད་པའི་ས་བོན་འགག་པར་འགྱུར་ཆོག་དེ་སེམས་ནས་སྐྱོང་བྱེད་པའི་ཆོས་ནི་རང་བཞིན་མེད་པ་ཡིན།

ཐབས་ཤེས་ཡ་ཤོས་དེ་ཆོས་རྣམས་རང་བཞིན་མེད་པ་ཡིན་ཟེར་ནས་ཆོས་རྣམས་ཀྱི་གནས་ལུགས་རང་བཞིན་མེད་པར་རྟོགས་པ་འདི། ཨོ། རིན་ཐང་ཆེ་ཤོས་རྩ་བ་ཆེ་ཤོས་གལ་ཆེ་ཤོས་དེ་རེད་ཟེར་ནས་ད་ལྟའི་གསུངས་པ་རེད་དེ་ཡིན་ཟུར་ཙམ་ནི། འདི་ནོར་མ་གསུངས་རྒྱུ་བ་དེ་དད་པ་གཙོ་བོ་རེད་དད་པ་དང་ཤེས་རབ་གཉིས་ཀྱི་ནང་ནས་ཤེས་རབ་གཙོ་བོ་རེད།

ངན་སོང་ལས་གྲོལ་དགོས་ན་དེ་ལས་གྲོལ་ཐུབ་བར་བཞི་བ་མྱ་ངན་ལས་འདས་པར་གྲོལ་བར་བྱེད་པ་ལ་ཡང་མི་གཡོ་ན་མེད་ན་སྟེ། དེ་ནས་ཀྱི་རྣམ་སྤྱོད་ཀྱི་ཤེས་རབ་འདི་ལས་ཨ་ནི་བྱང་ཆུབ་ཀྱི་སེམས་ཀྱི་གྲོགས་དང་བཅས་པའི་སྒོ་ནས་འགྲོ་དགོས་ཡ་ཅི་རེད། ཅི་ཟེར་དེ་འདྲའི་ཡིན་ཚུལ་ཙཱ་ནི། ཤེས་རབ་ཏུ་ཀི་ཆི་རེད་ཟེར་ད་དེ་རེད། ཤེས་རབ་ཏུ་ཀི་ཆི་སྟངས་དེ་མདོ་ནང་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་དད་པ་ལ་སོགས་པའི་དད་པ་མ་རིག་སྦྱིན་པ་ལ་སོགས་པའི་ཕར་ཆེར་དང་པོ་ལྔ་ཡི་ཉམས་ལེན་དེ་མིག་ལོང་བ་གཅིག་དང་འདྲ་བ་རེད། ཤེས་རབ་ཀྱི་རྣམ་དཔྱོད་དུ་མིའི་ལུང་བ་དེ་ཚོ་ནི་ལོང་ཁྲི་གཅིག་དང་འདྲ་བ་རེད། ལོང་ཁྲི་དེ་ཡང་ནི་ལུང་བ་དེ་ཚོས་རང་སོ་སོའི་སྡོད་གནས་ལས་ལྷད་བཏོད་པ་ནང་བཞིན། རྣམ་དཔྱོད་ཀྱི་ཤེས་རབ་སྟོང་པ་ཉིད་རྟོགས་པ་འདི་ཡང་ནི་སྦྱིན་པ་ལ་སོགས་པ་དེ་ཚོ་གི་ཉམས་ལེན་ལ་བརྟེན་ནས་སོ་སོ་སོ་འགྲོ་དགོས་ས་དེ་ནི་ཏག་ཏག་ལས་ཐུ་བོ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་སྡེ་པ་རྣམས་ལ་དེ་འདྲས་གསུངས་པ་རེད། སྨྲེ་སྔགས་དམིགས་པ་མེད་པར་སྐྱེ་བ་དྲག་ཁྲིག་ན་ལམ་ཡོད་མི་ཤེས་གྲོང་ཁྱེར་འཇུག་པ་ག་ལ་ནི། ཤེས་རབ་མེད་ན་དམིགས་མེད་ཕ་རོལ་ཕྱིན་ང་འདི་དམིགས་པ་མེད་པའི་བྱང་ཆུབ་རེག་པར་ནུས་མ་ཡིན་ཟེར་ནས་སངས་རྒྱས་དེ་རེད། སྨིན་ལོང་ཟེར་གྱི་དེ་ང་ཚོ་དང་པོ་སྐྱེས་འོང་འདི་ནི་དམིགས་མེད་ས་དེ་རེད། དམིགས་མེད་ས་དེ་ལྟ་བུ་དེ་ནི་དམིགས་པ་ཟེར་གྱི་ལོང་ཁྲིད་རེད་ལོང་ཁྲིད་མེད་ན་གྲོང་ཁྱེར་འཇུག་པ་ག་ལ་ནི་གྲོང་ཁྱེར་ཆེན་པོ་ཆེ་ན་ག་ན་འགྲོ་ཐུབ་བོ་རེད། འོག་མ་ཐོས་པ་ནང་བཞིན། དེ་ནང་བཞིན་ཤེས་རབ་མེད་ན་དམིགས་མེད་འཕར་བའི་ཕྱིར་ངང་འདས་ཟེར་ཏེ། སྟོང་ཉིད་རྟོགས་པ་བདག་མེད་རྟོགས་པའི་ཤེས་རབ་མེད་པ་ཡིན་ན་དམིགས་མེད་པས་ནི་ཕ་རོལ་ཏུ་ཕྱིན་པར་ང་རྒྱལ་འབའ། ཚུལ་ཁྲིམས་བཟོད་པ་བརྩོན་འགྲུས་གསང་བརྟན། དེ་ཚོའི་རིགས་དེ་ཡང། དམིགས་པ་ཤེས་རབ་དེ་མེད་ན་བྱང་ཆུབ་ཆེན་པོ་དེ་ཐོབ་ཐུབ་མ་རེད། ཤེས་རབ་དམིགས་པ་དེ་དུ་བྱས་པ་ཡིན་ན་དེ་ཚོ་གཉིས་ཀ་ཟུང་དུ་འཇུས་པའི་སྒོ་ནས་བྱང་ཆུབ་ཆེན་པོ་ཐོབ་མི་ཐུབ་པའི་རྟོགས་པ་དགོས་མ་རེད་ཟེར། ད་སངས་རྒྱས་བ་དེ་ཆགས་བསྡད་ཡོད་རེད། འདིའི་ནང་ནས་དེ་གཉིས་གཙོ་བོ་ཤེས་རབ་དེ་ཟེར་ཡ་དེ་སངས་རྒྱས་དེ་རྒྱུ་མཚན་དེ་རེད། གཙོ་བོ་ཤེས་རབ་རེད་གཙོ་བོ་ཤེས་རབ་རེད་དེ་ཡང་འདི་སྔོན་འགྲོ་བ་གཏད་པ་ཡིན་ཟེར་དེ་ཤེས་རབ་འདི་ཡིན་འདི་འགྲིག་གི། ཁོ་བོའི་རྩ་བ་གཅོད་པར་བྱེད་པའི་གི་ཤེས་རབ་བསྒོམ་པ་དེ་དུས་ནས་ཀྱི་ཡོང་བ་བྱེད་པ་ལ། ནི་དེའི་གཉེན་དུ་ཡིས་ངེས་པར་དུ་ལས་འབྲས་ལ་ཡིད་ཆེས་པའི་དད་པ་ལ་སོགས་པའི།

དེ་ཉིད་ནང་ནས་གཙོ་བོའི་ཤེས་རབ་ཏུ་བྱ་ཡི་འདུག། གཙོ་བོའི་ཤེས་རབ་ཏུ་བྱ་ཡི་འདུག་དེ་ཡང་དད་པ་དེ་མེད་ན་མེད་ཐབས་མེད་ངེས་ཀྱི་རྒྱུ་ཅི་ངེས་ལ་འགྲོ་དགོས་ངེས་ཞེས་ཆ་ཡོད་རེད་དེ་མེད་ན་ཤེས་རབ་དེ་ལྟར་དགོངས་པ་དེ་ཡོང་སྲིད་ཀྱི་མ་རེད་ཟེར་ནས་རྣམ་གཞག་དེ་འདྲས་ཅིག་སོང་འདུག་ཟེར་ནས་ཞུ་རྒྱུ་དེ།